ད་ལྟ་ཁྱེད་ཀྱིས་གསན་བཞིན་པ་འདི་ནི། རྒྱལ་པོ་དྲི་མེད་ཀུན་ལྡན་གྱི་རྣམ་ཐར་བཞུགས་སོ། དེར་ཡབ་ཡུམ་གཉིས་ཀྱང་ཐུགས་སྐྱོ་ནས་སྤྱན་ཆབ་མང་པོ་ཤོར་རོ། སྤྱན་ཆབ་དེ་རྣམས་ལ་རྒྱ་མཚོ་ཞིག་འཁྱིལ། རྒྱ་མཚོ་ལ་པདྨའི་སྡོང་པོ་ཞིག། པདྨའི་སྡོང་པོ་དེ་ལ་མེ་ཏོག་སྟོང་རྩི་གཅིག་ཤར། མེ་ཏོག་སྟོང་རྩི་གཅིག་ལ་སངས་རྒྱས་སྟོང་རྩི་གཅིག་འཁྲུངས། སངས་རྒྱས་དེ་དག་ཐམས་ཅད་ཀྱི་ངོ་བོ་སྤྱན་རས་གཟིགས་འཁྲུངས་པས། ཡབ་ཡུམ་གཉིས་ཀྱིས་ཕྱག་དང་བསྐོར་བ་ལ་སོགས་མཆོད་ཅིང་བསྟོད་དོ། དེ་ནས་བཟང་མོས་ལྕམ་སྲིང་གསུམ་དྲན་པའི་སྟབས་ཀྱིས་རྒྱལ་བུ་ལ་ཕྱག་བཙལ་ནས་ཞུས་པ། བློ་གྲོས་ལྡན་པའི་རྒྱལ་བུ་ཚུར་གསོན་དང། གནས་ཆེན་འདི་རུ་ལོ་ནི་བཅུ་གཉིས་སོང། ཕར་ལམ་ཟླ་དྲུག་ཚུར་ལམ་ཟླ་བ་དྲུག། ལོ་ནི་བཅུ་གསུམ་ཡབ་ཀྱི་བཀའ་ལས་ལྷགས། ད་ནི་རང་གི་ཡུལ་དུ་འབྱོན་པར་ཞུ། སྙིང་དང་འདྲ་བའི་ལྕམ་ཚིང་གསུམ་པོ་དང། ཕ་མ་ལ་སོགས་རང་ཡུལ་དྲན་པ་འདུག། བདག་ལ་བརྩེ་བས་དགོངས་ཏེ་ཕེབས་པར་ཞུ། ཞེས་ཞུས་པ་དང། རྒྱལ་བུའི་དགོངས་པ་ལ་ད་ནི་བཟང་མོ་ཡང་སྐྱོ་བ་བདེན་སྙམ་དུ་དགོངས་ནས། བཟང་མོ་ཕྱི་མ་མ་འདོན་ཅིག། ད་རང་རེ་གཉིས་འགྲོ་བར་བྱའོ་གསུངས་ནས། རྒྱལ་བུ་གདན་ལས་བཞེངས་ཏེ་འབྱོན་པར་ཆས་པ་དང། རི་དེ་ལ་གནས་པའི་ལྷ་ཀླུ་གནོད་སྦྱིན་དང། གཅན་གཟན་བྱའི་ཚོགས་ཐམས་ཅད་བསྡུས་ཏེ། རང་རང་གི་སྐད་བཏོན་ནས་རྒྱལ་པོ་ཡབ་ཡུམ་ལ་བཞུགས་པར་ཞུ་ཟེར་ཞིང་མཆི་མ་འདོན་ནོ། དེར་རྒྱལ་བུའི་དགོངས་པ་ལ་འདྲེ་སྲིན་དང་སེམས་ཅན་འདི་རྣམས་སྙིང་རྗེ་དགོངས་ནས་ཕྱག་གཡས་པས་སྐྱབས་སྦྱིན་གྱི་ཕྱག་རྒྱ་མཛད་ནས་སྨྲས་པ། འདྲེ་དང་འབྱུང་པོ་གནོད་སྦྱིན་དྲི་ཟ་དང། སེམས་ཅན་མ་ལུས་སྲོག་ཆགས་ཁྱེད་རྣམས་ཀྱིས། ཡུན་རིང་ཕ་མ་ལྟ་བུའི་འདུ་ཤེས་དང། གཉེན་གྱི་ཚུལ་དུ་བརྩེ་དུང་བྱས་པས་བཟང། ཡུན་རིང་འགྲོགས་པའི་མཐའ་མ་དེ་རིང་ཡིན། ཁམས་གསུམ་འཁོར་བའི་སེམས་ཅན་ཐམས་ཅད་ལ། འདུས་བྱས་མི་རྟག་མཚན་ཉིད་འདི་ཡིན་པས། ཁྱེད་ཅག་རྣམས་ཀྱང་ཆོས་ལ་དད་པར་གྱིས། རང་གིས་གཞན་ལ་གནོད་པ་མ་བྱེད་ཅིག། བདེ་བར་སྡོད་ཅིག་རིགས་མཐུན་གྲོགས་པོའི་ཚོགས། ཚེ་འདིར་མི་འཕྲད་ཕྱི་མ་མཇལ་བར་སྨོན། ཅེས་གསུངས་ནས་ཡབ་ཡུམ་གཉིས་བྱོན་པ་དང། སེམས་ཅན་དེ་རྣམས་ཐམས་ཅད་ཡིད་སྐྱོ་བར་གྱུར་ཅིང། ཡབ་ཡུམ་གཉིས་ལ་སྐྱིལ་ཀྲུང་ཐག་རིང་པོའི་བར་དུ་བྱས་ནས་ལོག་གོ། དེ་ནས་བྱོན་པས་འོད་དུ་རླུང་གི་གནས་བྱ་བ་དེར་ཕེབས་སོ། དེར་ཡང་བྲམ་ཟེ་མིག་ལོང་བ་ཞིག་བྱུང་ནས་ལག་པ་གདེངས་ཤིང་སྦྱིན་པ་ཞུ་ཟེར་ནས། རྒྱལ་བུའི་ཞལ་ནས་ཁྱོད་བྱོན་པ་དགའ་སྟེ་བདག་ལ་སྟེར་རྒྱུ་མེད་པས་ཅི་འདིར་གསུངས་པས། བྲམ་ཟེ་ན་རེ། བདག་ལ་ཁྱེད་ཀྱི་སྤྱན་གཉིས་པོ་ཞུ་ཟེར་བ་དང། རྒྱལ་བུ་དགྱེས་ཏེ་ས་དེ་ཀར་སྐྱིལ་མོ་ཀྲུང་མཛད་དོ། ད་ནི་སྦྱིན་པའི་མཐའ་རྫོགས་པར་བྱའོ་དགོངས་ནས། བཟང་མོ་ད་ནི་བདག་ལ་ཆགས་པ་དང་ཞེན་པ་མ་བྱེད་ཅིག། ཇི་སྲིད་འཁོར་བ་ཐོག་མཐའ་ནས་ལུས་ཙམ་ཞིག་བླངས་ཀྱང་དོན་མེད་དུ་སོང་སྟེ། ད་འདི་ལ་དོན་གཅལ་དུ་བྱའོ་གསུངས་ནས། ཕྱག་གཡས་པས་རབ་ཏུ་རྣོ་བའི་གྲི་བཟུང། གཡོན་པས་སྤྱན་གྱི་པགས་པ་བསལ་ནས་གྲི་བཙུགས་པས་ཁྲག་མཆིལ་གྱིས་བྱུང་ངོ། དེར་མེ་འདི་བཟང་མོ་མྱ་ངན་གྱི་སྐད་ཆེན་པོ་བཏོན་ཏེ་སེམས་ཀྱིས་མ་བཟོད་པས་ཕར་ཕྱག་ལ་འཆང་ནས་ངུས་པས། རྒྱལ་པོས་གསུངས་པ། བཟང་མོ་མྱ་ངན་དེ་ལྟར་མ་བྱེད། དེ་ལྟར་བྱས་ན་བདག་ལ་སྙིང་ཉེ་བ་མ་ཡིན་སྙིང་རིང་བ་ཡིན། འོ་སྐོལ་ནི་བསྐལ་པར་འཕྲད་པར་མི་འགྱུར་བས། བདག་གི་སྦྱིན་པའི་གེགས་མ་བྱེད་པར་སྡོད་ཅིག་གསུངས་ནས། སྤྱན་ལ་གྲི་སྦྱར་ནས་བཙུགས་ཏེ་བཏོན་ནོ། དེ་ནས་མེ་མདའི་བཟང་མོ་ལྟ་བས་མ་བཟོད་ནས། ཁ་ས་ལ་ཕུབ་སྟེ་བརྒྱལ་ལོ། རྒྱལ་བུས་སྤྱན་གཉིས་ཕྱག་མཐིལ་དུ་བླངས་ནས་བྲམ་ཟེའི་མིག་ཏུ་བཅུག་ནས་སྨྲས་པ། ལེགས་པར་ཉོན་ཅིག་ལེགས་ལྡན་བྲམ་ཟེ་ཁྱོད། བལྟ་བར་དཀའ་བའི་མིག་གཉིས་ཁྱོད་ལ་སྦྱིན། ཁྱོད་ཀྱི་བསམ་པ་རྫོགས་ནས་སྲིད་གསུམ་མཐོང་བར་ཤོག། བདག་ལ་ནད་མེད་ཆོས་ཀྱི་སྤྱན་ལྡན་ནས། མ་རིག་མུན་སེལ་ཐར་བའི་སྒྲོན་མེར་ཤོག། བདག་གི་སྦྱིན་པའི་མཐའ་ཡང་རྫོགས་པར་ཤོག། ཅེས་གསུངས་ཏེ་བདེ་བར་ལྷན་ནེ་བཞུགས་སོ། དེ་ནས་བྲམ་ཟེས་གང་ལ་བལྟས་ཀྱང་མཐོང་བར་གྱུར་ནས། རྒྱལ་བུ་ལ་ཕྱག་ཕུལ་ནས་ཞུས་པ། བཀའ་དྲིན་ཆེའོ་རིགས་ལྡན་རྒྱལ་བའི་སྲས། ཅི་འདོད་སྦྱིན་པས་ཚིམ་བྱེད་སྙིང་རྗེ་ཅན། འཇིག་རྟེན་མུན་པ་སེལ་བའི་སྒྲོན་མེ་མཆོག། སྟོང་གསུམ་འགྲན་ཟླ་བྲལ་བའི་རྒྱལ་པོ་ཁྱེད། སྤྱིར་སེམས་ཅན་ཀུན་ལ་བཀའ་དྲིན་ཆེ། སྒོས་བྲམ་ཟེའི་ལས་ངན་སྡུག་བསྔལ་བསལ། རྒྱལ་པོ་སྐུ་དྲིན་ཅན་ལ་ཕྱག་འཚལ་བསྟོད། ཞེས་ཞུས་ནས་དཔེ་ལྡན་ཡུལ་ལ་ལོག་གོ། དེ་ནས་གྲོང་ཁྱེར་གྱི་མི་ཐམས་ཅད་བསྡུས་ནས། ཁྱོད་ཀྱི་མིག་ནི་གང་ནས་བྱུང་ཟེར། བྲམ་ཟེ་ན་རེ། བདག་གི་མིག་འདི་རྒྱལ་པོ་དྲི་མེད་ཀུན་ལྡན་གྱི་ཡིན། ངས་ཁོང་ལ་སློང་བ་ཡིན་བྱས་པས། དེའི་ཚེ་ཡབ་རྒྱལ་པོ་དང་འབངས་འཁོར་གཡོག་ཐམས་ཅད་ངོ་མཚར་སྐྱེས་ནས། རྒྱལ་པོ་དྲི་མེད་ཀུན་ལྡན་ལ་བློན་པོ་ཟླ་བ་བཟང་པོ་འཁོར་དང་བཅས་པ་གདན་འདྲེན་ལ་བཏང་ངོ། དེ་ནས་ཡུན་རིང་པོ་ཞིག་ནས་མེ་མདའི་བཟང་མོ་དྲན་པ་རྙེད་ནས་ཡར་ལངས་ནས་རྒྱལ་བུ་ལ་གཏད་པས། ཞལ་རས་དང་སྐུ་མདུན་ཐམས་ཅད་ཁྲག་གིས་གང་ནས་སྤྲོ་ངེ་བཞུགས་པ་དང། མེ་མདའི་བཟང་མོས་མཆི་མ་འདོན་ཞིང་སྨྲས་པ། ཨེ་མ་འཇིགས་པའི་རི་ལ་ལོ་ནི་བཅུ་གཉིས་སོང། ད་ནི་རང་གི་ཡུལ་ལ་ལོག་ནས་ནི། དགའ་བའི་གཉེན་གྱི་ཚོགས་དང་འཕྲད་སྙམ་པས། སྦས་པ་དོན་མེད་སོང་ངོ་ཨ་ཙཱ་མ། ཀྱེ་ཧུད་ཀྱེ་ཧུད་དེ་འདྲའི་ལས་རིགས་ཨང། ཞེས་སྐད་ཆེན་པོ་བཏོན་ནས་ངུས་པས། རྒྱལ་བུས་སྨྲས་པ། བཟང་མོ་མྱ་ངན་མ་བྱེད་ཆོས་ལ་འབུངས། ཚེ་རབས་འཁོར་བ་ཐོག་མཐའ་མེད་པ་ནས། ད་ལྟའི་མི་ལུས་འདི་ཡི་བར་དུ་ནི། སྔར་བྱས་ཐམས་ཅད་དོན་མེད་ལས་སུ་སོང། ད་རེས་དོན་ཆེན་སྙིང་པོ་ལེན་པ་ལ། བཟང་མོ་ཁྱོད་རང་མྱ་ངན་མ་བྱེད་པར། ད་ཡང་འགྲོ་བའི་ཁྱོད་ཀྱི་ལམ་སྣ་དྲོངས། ཞེས་གསུངས་ནས་བཟང་མོ་ལ་བསྟན་ནས་བྱོན་པས་འདུས་པ་ཧ་རིར་ཕེབས་ནས་བཞུགས་པ་དང། བློན་པོ་ཟླ་བ་བཟང་པོ་གཡོག་འཁོར་དང་བཅས་པ་རྒྱལ་པོ་ཡབ་ཡུམ་བསུ་བ་ལ་ཕེབས་སོ། དེར་བློན་པོ་འཁོར་དང་བཅས་པས་རྒྱལ་པོ་ཡབ་ཡུམ་ལ་ཕྱག་ཕུལ་ནས་བསྐོར་བ་བྱས་ནས་ཞུས་པ། ཀྱེ། བློ་ལྡན་སྐྱེས་བུ་ཆེན་པོ་ཁྱོད། ཤིན་ཏུ་དཀའ་བའི་མཛད་པ་འདི་ལྟ་བུ། ངོ་མཚར་ཆེའོ་ཡོན་ཏན་རྒྱ་མཚོའི་དཔལ། བདག་ཅག་འཁོར་འབངས་ཐུགས་སུ་བཟུང་ཕྱིར་དུ། དཔེ་ལྡན་ཡུལ་ཕྱོགས་འབྱོན་པར་གསོལ་བ་འདེབས། ཞེས་སྨྲས་ནས་མཆི་མ་མང་པོ་འདོན། དེ་ནས་རྒྱལ་བུས་བློན་པོ་ཟླ་བ་བཟང་པོའི་སྤྱི་བོར་ཕྱག་བཞག་ནས་གསུངས་པ། ཟླ་བ་བཟང་པོ་འཁོར་བཅས་ཕེབས་ལགས་སམ། བདག་ཀྱང་མ་གཞི་གསོན་ཙམ་ལགས། ཨ་ཅང་ཀུ་རེ་ཡིན་ནོ་ཟླ་བཟང་ཉོན། དཔེ་ལྡན་ཡུལ་ཕྱོགས་ཆབ་སྲིད་བརྟན་འགྱུར་གཏམ། ཡབ་ཡུམ་རྗེ་འབངས་སྐུ་ཁམས་བཟང་ལགས་སམ། ཞེས་གསུངས་ནས་བློན་པོ་ཟླ་བ་བཟང་པོ་དང་མེ་མདའ་བཟང་པོ་གཉིས་ཀྱིས་རྒྱལ་བུའི་གཡས་གཡོན་ནས་ཁྲིད་ནས་བྱོན་ནོ།